འདི། ཞིབ་ཕྲ་ངས་བཤད་ཆོག་ཅེས་ཞུས། ངས་བརྙན་ཐུང་སེམས་ཅན་ནང་གི་རྒྱ་ཆེ་མང་གཙོ་ཡོངས་ལ་རྣམ་པ་གཙོ་བོ་ཨ་ནི་ས་གནས་པའི་དུས་གསུམ་བདེ་ལེགས་ཞུ་བའི་ཡིན་དེ་རིང་གི་བརྙན་ཐུང་མགོ་མ་བཙུགས་ངེས་ལ་ཨ་ནི་ངས་ནོར་བཅོས་ཅིག་བྱས་ཆོག་ཅེས་ཞུས་འདི་སྔས་ལ་ད་ལྟ་རྒྱལ་ཡུམ་ཆོས་མོ་དང་ང་ཨ་ནི་ག་འདྲའི་འབྲེལ་བ་ཡོད་མེད་གི་བརྙན་ཐུང་གི་ཟོས་པའི་སྐབས་ལ་ཉིས་སྟོང་བཅུ་གསུམ་ཟེར་གྱི་ངས་བཤད་པ་རེད་འདི་ཉིས་སྟོང་བཅུ་གསུམ་མ་རེད་ཉིས་སྟོང་བཅུ་གཉིས་ཀྱི་རེད་ཟེར་གྱི་ངས་དེ་གཅིག་ལབ་ན་བསམས། ད་དེ་རིང་གི་བརྙན་ཐུང་འདི་གལ་ཆེན་པོ་དཔེ་ཆགས་ཀྱི་ཡོད་དམིགས་བསལ་ད་ལྟ་ངའི་བརྙན་ཐུང་སྲིད་དེ་ངས་མང་ཆེ་ཅིག་ངས་གསལ་བོ་ལབ་པ་ཡིན་ང་ཚོ་ཅིག་རྒྱལ་སྤྱིའི་གི་གསར་འགྱུར་དང་ཨ་ནི་ཅིག་ཨ་རི་དང་རྒྱ་ནག་དང་བོད་དང་དེ་འདྲས་ཀྱི་ང་ཚོ་གི་ཨ་ཅིག། སྟབས་དམག་འཁྲུག་ཚོང་གི་དམག་འཁྲུག་འདི་འདྲའི་བྱུང་ཡོད་ཡོད་རེད་བྱུང་བའི་གནང་ལོ་ལ་ནང་དོན་མང་པོ་ཅིག་བཤད་དེ་ངས་འབད་བརྩོན་བྱེད་ཀྱི་ཡོད་དེ་རིང་གི་གནས་ཚུལ་འདི་རྣམ་པ་ཚོ་བོད་པའི་གི་གསར་འགྱུར་བརྒྱུད་ལམ་ནང་ལོ་ལ་ཞེ་ར་ཞེ་ར་གོ་ཉུལ་ཡོད་མ་རེད་འདི་ངས་ཞིབ་འཇུག་མང་པོ་ཅིག་བྱེད་སློབ་སྦྱོང་མང་པོ་བྱས་རྗེས་རྣམ་པ་ཚོ་ལ་སྟོན་གྱི་ཡོད་ཞེས་ཞུ་བ་ཡིན་ད་འདི་ག་རེད་ཟེར་ལབ་པ་ཡིན་ན། ཨ་རི་གི་སྲིད་འཛིན་རྡོ་ནལ་ཏྲམ་གྱིས་རྒྱ་མི་མཉམ་དུ་ཚོང་འབྲེལ་མ་བྱེད་ཀ་མེད་དུ་ཆགས་པ་རེད་མ་བྱེད་ཀ་མེད་ཆགས་པ་རེད། འདི་ཚོང་འབྲེལ་མ་བྱེད་ཀ་མེད་ཆགས་དགོས་ཡ་དང་རྡོ་ནལ་ཏྲམ་དཔེ་ཨ་རི་ལ་དཔེ་དྲག་པོ་ཞུ་ཅིག་བྱུས་དེ་འདི་འུ་ཐུག་ཆེ་ཆེ་མཐའ་མ་དེ་ལ་མགོ་སྒུར་དགོས་ཡ་གི་ཆགས་དགོས་ཡ་གི་འགྱོད་པ་རྒྱུ་མཚན་ག་བ་ལ་ཐུག་ཡོད་རེད་ཟེར་ལབ་པ་ཡིན་ན་འདི

གལ་ཆེན་པོ་ཞུ་རྒྱུ་རེད་ལས་དེ་རེད། ད་དེ་ཚོ་འཛམ་བུ་གླིང་ནང་ལོགས་ལ་དཔེ་མི་སྲིད་དཀོན་པོ་ཡོད་རེད་རེད་བ། ད་དེ་ཚོ་མང་ཆེ་བྲོ་ཅིག་ག་བ་ལ་བེད་སྤྱོད་བྱེད་ཀྱི་ཡོད་རེད་བ། ད་དེ་ཚོ་ཇོ་རེད་བ། དེ་ཚོ་འཛམ་བུ་གླིང་ལ་དཀོན་པོ་ཞུ་རྒྱུ་ཡོད་རེད་དཀོན་པོ་ཡོད་བ་ན་ཞིག་ག་བ་ལ་བེད་སྤྱོད་བྱེད་ཀྱི་ཡོད་རེད་ལབ་པ་ཡིན་ན། གནམ་གྲུ་ནང་ལོགས་ལ Aircraft བ། ང་ཚོ་དམག་རྒྱལ་བའི་སྐབས་ལ་དམག་རྒྱལ་གྱི Aircraft གནམ་གྲུ་ཡོད་རེད་བ་དེ་ཚོ་ནང་ལ་བེད་སྤྱོད་བྱེད་ཀྱི་ཡོད་རེད། ད་ག་ན་ཞིག་གི Laser བ། ལས་ཟེར། དེ་འདྲའི་ནང་ལ་བུ་རྒྱུད་བྱེད་ཀྱི་ཡོད་རེད་ད་ག་ནས་བཞིན་གྱིས། ཁྱོད་རང་སྨན་ཁང་ནང་ལོགས་ལ་འགྲོ་བའི་སྐབས་ལ་སྨན་ཁང་ནང་ལ་འགྲོ་བའི་སྐབས་ལ་ང་ཚོ་གཟུགས་པོ་ནང་ལ་གློག་པར་རེད་འདུག་རྒྱག་གི་འདུག་བ་གློག་པར་དང Imaging ཟེར་རྒྱག་གི་འདུག་བ་དེ་འདྲའི་ནང་ལ་བུ་རྒྱུད་བྱེད་ཀྱི་ཡོད་རེད། ད་ག་ནས་བཞིན་གྱིས་འདི་ཚོ་ཨ་ནི། ཨ་ནི་གལ་ཆེ་ཤོས་འདི། འདི་ཚོ། བུ་རྒྱུད་བྱེད་ཡག་གི་མང་ཤོས་རོ་ཁ་རེས་ལབ་པ་ཡིན་ནར་བ། འདི་ཚོ་ངར་ལྕགས་བཟོས་ཡག་ལ་དཔེ་བུ་རྒྱུད་བྱེད་དགོས་རེད། འདི་ཚོས་ཀྱི་ངར་ལྕགས་བཟོས་ཡག་བྱེད་རོ་བ་འདི་ཚོས་ཀྱི། ད་ནངས་བདུན་གྱིས་ཤེས་སོ། དེ་ཚོས་བདུན་བཤད་རྒྱུ་དེ་གི་ངར་ཆ་བཟོས་རྒྱུ་སྦྱོར་བ། དེ་ངར་ཆ་བཟོས་རྒྱུ་དེ་ནམ་རྒྱུན་ངར་ཆ་ངར་ཆ་ཡོད་རྒྱུ་དེ་ཚོ་ལས་ལྡབ་བཅོ་ལྔ་གི་དེ་ངར་ཆ་དེ་ཤུགས་ཆེ་བ་དང་ཕན་ཐོག་ཆེ་བ་འགྲོ་བཞིན་ཡོད་རེད་ལགས། ད་དེ་ཚོ་ནང་ལོ་ནས་གེ་ཆོས་ཤོད་ཅིག

ཨ་རི་དང་ཡུ་རོབ་ཀྱི་རྒྱལ་ཁབ་ཀྱི་མོ་ཏྲ་མང་པོ་ཅིག་ནང་ལོགས་ལ། ཨ་ནི་སྙེ་མང་སྙེ་མང་གི་མོ་ཏྲ་འགྲོ་བའི་ཆ་ཞེས་པ་ཡིན་ན་རུང་བ་སྙེ་མང་སྙེ་མང་གི་མོ་ཏྲ་རེད་འདྲའི་ཆ་ཞེས་ན་མོ་ཏྲ་དེ་ཚོའི་ནང་ལོགས་ལ་ཨ་ནི་མོ་ཏྲ་གི་སྡེ་སྲིད་རྐུབ་བཀྱག་ཅིག་ཡོད་རུང་བ་མོ་ཏྲ་སྡེ་སྲིད་རྐུབ་བཀྱག་དེ་ཚོ་ཨ་ནི་ཡར་བཏང་དགོས་འདུག་མར་བཏང་དགོས་འདུག་ད་འདོད་ཕག་རྙེད་དགོས་འདུག་འདི་ཚོ་ང་ཚོ་ལག་པ་གི་ཅིག་ཡོད་རུང་བ། ད་དེང་སང་གི་མོ་ཏྲ་མོ་ཏྲ་ཡིན་པ་ཡིན་ནས་ཨ་ནི་ཅིག་འཕྲུལ་ཆས་ཀྱི་མོ་ཏྲ་གློག་གི་མོ་ཏྲ་ཡིན་པ་ཡིན་ནས་རེད་ནམ་རྒྱུན་མོ་ཏྲ་ལེགས་ཟུར་རི་ཀར་གང་འདྲས་བྱས་པ་ཡིན་ན་དེ་ཚོ་ཚང་མ་ནང་ལོགས་ལ་ཨ་ནི་ཅིག་འབའ་འགྲམ་ཅིག་སྣེམ་ལྡན་ཅིག་ལ་ནི་ཡར་འགྲོ་གི་ཡོད་དམ་ཕར་སྐྱོག་གི་ཡོད་བ་དང་ཟུར་ལ་སྐྱོག་གི་ཡོད་བ་ཚང་མ་བྱེད་ཀྱི་ནུས་པ་ཡོད་རེད་བ། དེ་ཚོ་ཚང་མ་ལ་ངར་ལྕགས་དེ་ཚོ་འགོག་དགོས་རེད་བ། ངར་ལྕགས་དེ་ཚོ་འགོག་དགོས་རེད། སོ་ངར་ལྕགས་དེ་ཚོ་འགོག་གི་ཡོད་ཙང་ཨ་དེ་ཚོ་དཔེ་མི་སྲིད་ཨིན་གལ་ཆེན་པོ་ཞུ་ཅིག་བྱ་གི་ཡོད་རེད་དེང་སང་འགྲོ་ཤེས་ན་ང་རང་ཚོ་གི་སོ་སོ་སོ་གི་མི་ཚེ་ནང་ལོགས་ལ་ཨ་ནམ་རྒྱུན་དུ་ང་ཚོ་ཉིན་རེ་བེད་སྤྱོད་བྱས་བསྡད་ཡག་གི་འཕྲུལ་ཆས་མང་པོ་ཅིག་ནང་ལོགས་ལ་ཨ rare earth mineral metal དེ་ཡོད་རེད་ལ་གཅིག་བྱས། ད་རེས་ཨར་ཏི་མིན་རོལ་ད་ལྟ་ངས་བདུན་བཤད་སོང་བ་བདུན་བཤད་རྒྱུ་འདི་ཚོ་ཆ་ཚང་འཛམ་བུ་གླིང་ནང་ལོ་ལ་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ལྷག་ཅིག་འདིས་ཀྱི་ཁ་ལ་བ་རེད་འཛམ་བུ་གླིང་ལ་ག་བ་ག་ས་ལ་བཏང་ཐུབ་ངེས་བཏང་ངེས་ཡོང་ངེས་མང་ཤོས་ཡོང་ངེས་འདི་སུ་རེད་ཟེར་ལབ་པ་ཡིན་རྒྱ་ནག་རེད། དེ་རྒྱ་ནག་ནང་ལོགས་ལ་ཤུགས་ཆེན་པོ་ཞུ་བཞིན་ཡོད་རེད་རྒྱ་ནག་ལ་མང་ཤོས་ཡོད་རེད་རྒྱ་ནག་གིས་འཛམ་བུ་གླིང་ག་བ་ག་ས་ལ་དེ་འདྲའི་འོར་འདྲེན་བྱེད་ཀྱི་ཡོད་རེད་གཏང་གི་ཡོད་རེད་ཚོང་རྒྱག་དགོས་རེད་མང་པོ་བྱེད་དགོས་རེད་རེད་པ་དེ་བྱེད་དགོས་རེད་ད་དེ་ལབ་པའི་སྐབས་ལ་ཨ་རི་རྒྱལ་ཁབ་སྟོབས་ཆེན་པོ་དེ་འདྲས་ཀྱི་རེད་ཨ་རི་རྒྱལ་ཁབ་སྟོབས་ཆེན་པོ་དེ་འདྲས་ཀྱི་ནང་ལོགས་ལ་དེ་འདྲས་ཀྱི་ཨ་ནི་མེད་དགོས་ཡས་ཀྱི་འགྱོད་པ་རྒྱུ་མཚན་ག་རེ་རེད་པས་རྣམ་པ་ཚོ་དྲི་བ་ལས་སྲིད་ཀྱི་རེད་པ། དེ་ནས་བཟུང་དེ་འདྲས་སོང་ཙང་ད་དེ་དྲི་བ་དེ་ག་རེ་རེད་ཟེར་ལབ་པ་ཡིན་ན་འདི་ཨ་རིའི་ནང་ལོགས་ལ་ད་ལྟའི་ཆ་ལ་མེག་གྷོ་ཨེར་གྱི་འགྱོད་པ་རྒྱུ་མཚན་ཆེ་ཤོས་ཅིག་ག་རེད་ཟེར་ལབ་པ་ཡིན་ན་ཨ་རིག་གི་དེ་འདྲས་ཀྱི་བསམ་བློ་ཁོག་ཡོད་མ་རེད་པས་མ་འོངས་པ་དེ་འདྲས་ཀྱི་ངར་ལྕགས་རིགས་དང་ད་ལྟ་རེ་ཨར་མེཏལ་མི་ནུས་ཚོ་ང་ཚོ་ཉའ་ཡ་དང་ང་ཚོ་གོ་ཡ་ཀྱི་བསམ་བློ་ཁོག་ཡོད་རེད་ཁོག་ཡོད་མ་རེད་ཟེར་ལབ་པ་ཡིན་ན་ཨ་རི་ཁོག་ཡོད་རེད།

ད་བྱེད་སྟངས་དེ་འདྲ་དང་རིགས་དེ་འདྲ་ནི་ཁོ་ཚོ་གི་དངོས་ཡ་གི་བུ་བཙོན་འགྲུལ་གྱི་བྱེད་པོ་རེད། ཐ་ན་ཡན་ཆད་གཅིག་སྟོང་དགུ་བརྒྱ་ཨ་ནི་དགུ་བཅུའི་ལོ་ལ་ར་དགུ་བཅུའི་ལོ་ལ་ཨ་ནི་ཨ་རི་གཞུང་གིས་ཨ་ནི་གཞུང་རང་གིས་ཐ་ན་ཨིན་དྲི་ཡ་ན་དང་ཀ་ལི་ཧྥོ་ནི་ཡ་གི་རིགས་དེ་འདྲའི་འོག་ལ་དངོས་ཡ་གི་བུ་བཙོན་བྱེད་ཀྱི་བྱེད་པོ་རེད། བྱེད་པོ་རེད་ད་ཁོ་ཚོ་གི་བྱེད་མང་པོ་ཅིག་བྱེད་ཅིག་མང་པོ་སྟོན་ཡ་ཁོ་ཚོ་རྒྱུ་མཚན་ག་རེ་སུ་ལ་བས་ན་འདི་ཚོ། ང་ཚོ་ནམ་རྒྱུན་ལབ་པ་ཡིན་ན་ཨ་ནི་ཅིག་ས་འོག་ལ་ཡོད་པ་ཡིན་ན་སད་ཀྱི་འོག་འོག་འོག་འོག་འོག་དེ་བ་ལ་རྒྱུན་ཚང་མ་གཉིས་ཀ་ཡོད་པ་དེ་གལ་ཆེ་གལ་རིན་པོ་སེའོ་ར་བ་དེ་འདྲ་སུ་ཟེར་དེ་སྔོག་འོག་འོག་འོག་ར་བ། ཡིན་ནའི་ཡང་སྟབས་མ་ལེགས་པ་ཅིག་ལ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་ང་ནི་འདི་འདི་གི་བཟོ་གྲྭ་ཨ་རིའི་ནང་ལོག་ལ་བཟོ་གྲྭ་དེ་ཚོ་ཚང་མ Mining Company དེ་ཚང་མ་སྒོ་རྒྱབ་དགོས་པའི་རྒྱུ་མཚན་ཆ་རེད། དེ་སྒོ་རྒྱབ་དགོས་པའི་རྒྱུ་མཚན་ག་རེ་ཆ་རེ་ཆ་རེ་ཟེར་ལབ་པ་ཡིན་ན་ཨ་ནི

ད་དེ་ཚོ་གཙང་བཟོ་བྱེད་ཡ་ཁོ་རང་ལ་ཨ་ནི། དེ་ཚོ་གཙང་བཟོ་བྱེད་ཡ་ཁོ་རང་ལ་འགྲོ་འགྲུལ་ཤུགས་ཆེན་པོ་ཞུགས་ཅིག་འགྲོ་གི་འདུག་བསམ་ཤེས་བྱེད་བྱེད་ཨ་འདི་གི་ཨ་ནི་ལས་ཀ་བྱེད་ངེས་ཀྱི་ཨ་ནི། Company ཆེན་པོ་དེ་ཚོ་གི་ཨ་ང་ཚོ་འདི་གཙང་མ་བཟོ་ཐུབ་ས་མ་རེད། རེད་བ། ད་འདི་གཙང་མ་མ་བཟོས་པ་ཡིན་ན་ཨ་ནི་ཁོ་རང་ཚོའི་གི་གཡས་གཡོན་གི་ཀལི་ཧྥོ་ནི་ཡ་དང་ད་ཨིན་དི་ཡ་ན་དང་རྒྱལ་ཁབ་དང་མང་པོ་བྱོས་རོགས་ད་རྒྱལ་ཁབ་ལ་དེ་བྱས་དོན་ཚང་མས་གི་མངའ་སྡེ་ནང་ལོགས་ལ་ཨ་ནི་དེ་འདྲས་གི་མུ་མཐུད་ནས་བཟོས་པ་ཡིན་ན་ཨ་ནི་མི་གི་གཟུགས་པོ་ལ་གནོད་ཡ་དང་མི་གི་གཟུགས་པོ་གི་དང་མང་པོ་ཅིག་ལ་འཕྲོད་བསྟེན་ལ་གནོད་ཡ་གི་དེ་འདྲས་ཆ་དེ་དེ་ཨ་ནི་ཨ་རིའི་གཞུང་གི་དེ་སྒོ་མ་རྒྱབ་ཀ་མེད་ཆ་རེད་རྒྱུ་མཚན་ག་རེ་ལབ་པ་ཡིན་ན་འདི་གི་བཟོ་གྲྭ་དེ་ཚོ་གི་དེ་འདྲས་གཙང་བཟོ་བྱེད་ཡ་གི་འགྲོ་འགྲོན་ཤུགས་ཆེན་པོ་འགྲོ་ས་རེད་ལ་བྱས་རྗེས་ང་ཚོ་ཁོ་ཚོ་སྒོ་རྒྱབ་རེད་འདི་གི་རྗེས་ལ

དགུ་བརྒྱ་བརྒྱད་ཅུ་ནས་དགུ་བཅུ་གནས་བྱེད་ཀྱི་དེ་འབྲེལ་གྱི་ག་བ་ག་ས་ན་ལོ་ལ་དམིགས་བསལ་ལྷོ་ཕྱོགས South China ན་ལོ་ལ་ཁོ་ཚོས་ཀྱི་བསྔོག་བཤར་རྒྱབ་བྱེད་ཀྱི་ཅེས་ཁོ་ཚོས་བཏོན་རྐྱང་བྱས་པ་རེད་བཏོན་རྐྱང་བྱས་པ་ན་བཞིན་གྱི་ཁོ་རང་ཚོ་ལ་སོ་སོ་སོར་ཉར་ཉར་ཚགས་པའི་ཆེད་མ་ཧོང་པོ་རྒྱལ་ཁབ་གཞན་པ་ལ་མེད་པའི་སྐབས་ལ་ཁོ་རང་ཚོ་ལ་ཡོད་རེད་ཁོ་རང་ཚོ་ལ་ཡོད་པ་ན་བཞིན་གྱི་རྒྱལ་ཁབ་གཞན་པ་ལ་བཙོང་ཡས་ཀྱི་འབོད་བརྩོན་འགྲོ་བྱས་དེ་རེད་བ། རྒྱ་ནག་གི་སོ་སོའི་གི་རྒྱལ་ཁབ་ཀྱི་མི་གི་འཕྲོད་བསྟེན་ལ་བསམ་བློ་བཏང་ཡོད་མ་རེད། རྒྱ་ནག་གི་སོ་སོའི་གི་རྒྱལ་ཁབ་ཀྱི་དཔལ་འབྱོར་རང་ལ་བསམ་བློ་བཏང་རེད། རྒྱ་ནག་གི་ཁོར་ཡུག་དང་འབྲེལ་བ་ཡོད་པའི་ཐོག་འདི་འདི་བྱས་པ་ཡིན་ན་ཁོར་ཡུག་ལ་གནོད་གི་འདུག་ལ་ཅི་དེ་འདྲའི་རྩ་བ་ཉིད་བསམ་བློ་བཏང་ཡོད་མ་རེད། ཨ་ད་ག་ནས་བཞིན་གི་བཟོ་གྲྭ་བཟོས་མཁན་མང་པོ་བྱས་རོགས་ད་བཟོ་གྲྭ་དེ་ཚོ་གི་དེ་འདྲའི་སྔོག་ཤོར་བྱས་མཁན་དེ་ཚོ་མང་པོ་ཅིག་གི་ཨ་ནི་ལྐོག་ཟ་རུལ་སུངས་མང་པོ་བྱས་བྱས་བྱས་བྱས་ཨ་ནི་གཞུང་རྒྱ་ནག་གཞུང་ལ་ཅིག་གི་མིག་ལ་གནོད་ཀྱི་ཡོད་པ་ཡིན་ན་ག་རེ་བྱས་ན་ཚང་མ་ཡ་མེད་གཏང་རེད་ད་ནས་ཡང་རྗེན་རེད་བ། ད་ནས་ཡང་རྗེན་རྒྱ་ནག་གི་ད་ང་ཚོ་སྙན་མང་ཤེས་དུས་ཡོད་རེད་རྒྱ་ནག་གི་བོད་དེ་མངའ་འོག་འདུག་ག་ཡོད་པ་རྒྱུ་མཚན་ཅིག་ང་ཚོ་ག་རེ་ཤེས་ཀྱི་ཡོད་རེད་ཟེར་ལབ་པ་ཡིན་ན་ཨ་ནི་བོད་དེ་ནང་ལོགས་ལ་ཨ་ནི་སྨན་ལུགས་ལ་སེམས་འཁྲལ་ཤུགས་ཆེན་པོ་ཞུ་གི་ཡོད་རེད། ཡུ་རེ་ནི་ཡམ་དང་ད་ཅིག་ཨའི་རོན་དང་མང་པོ་ཞུ་ཤུགས་ཤུགས་ཆེན་པོ་ཡོད་རེད་ཟེར་བར། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཨེས་པཱ་ཀྲག་ལ་ངས་རྒྱ་གར་ཅིག་གི་ཨིན་ཁོ་རང་འགྲོ་ཆེད་ཤོད་པ་ཡིན་ན Institute of Security and Policy Development ནང་ལོ་ལ་ཁོ་རང་གིས་ག་རེ་ལབ་རེད་ཟེར་ལབ་པ་ཡིན་ན། ཉིས་སྟོང་ཉི་རྩ་གསུམ་ནང་ལོ་ལ་ཨ་ནི་རྒྱ་ནག་གིས་བོད་ནང་ལོ་ལ

ཐ་ན་ཡང་རྗེས Tesla དང Apple iPhone འདི་ཚོ་གི་བཟོ་གྲྭ་དེ་ཚོ་རྒྱ་ནག་ལ་འབུ་ངོ་རྒོལ་བ་བྱེད་ཅེས་ང་ཚོ་ཨ་རིའི་ནང་ལོགས་ལ་བྱེད་ཀྱི་ཡིན་རྒྱ་གར་ནང་ལོགས་བྱེད་ཀྱི་ཡིན་ལ་ཡག་གི་གནོད་ཤུགས་ཤུགས་ཆེན་པོ་སྤྲད་རེད། ཨ་རི་རྒྱ་ནག་གི་བཅའ་ལག་ག་འདྲས་ཅིག་ཨ་རིའི་ནང་སླེབས་པ་ཡིན་ན་འདི་ལ་ཁྲལ་ཤུགས་ཆེན་པོ་ཞུ་ཅིག་བབ་ཀྱི་ཡིན་ལ་ཡག་གི་གནོད་ཤུགས་མང་པོ་ཞིག་སྤྲད་རོགས། ད་རྗེས་ལ Donald Trump གིས་ག་ལ་གང་འཚམས་ཀྱི་འགོ་ཚོས་ས་ག་རེ་འགོ་ཚོས་ས་རེ་ཟེར་བ་ཡིན་ན། ང་ཚོའི་རྒྱལ་ཁབ་ཀྱི་སྲུང་སྐྱོབ་དང་འབྲེལ་བ་ཡོད་པའི Security དང་འབྲེལ་བ་ཡོད་པའི་དམག་མི་གི་དམག་འཐབ་དང་འབྲེལ་བ་ཡོད་པའི་དེ་འདྲས་ཀྱི་འཕྲུལ་ཆས་རིགས་དེ་ཚོ་ལ་དེ་མེད་ཐབས་རེད་བྱ་ད་ལྟའི་གི་རེད་བ། དེ་འདྲས་ཀྱི་མེད་ཐབས་ཅིག་རེད་བྱ་དེ་འདྲས་ཀྱི་མེད་ཐབས་ཅིག་ལ་ང་ཚོ་རྒྱ་ནག་གི་དེ་ཚོ་ང་ཚོ་འཛམ་བུ་གླིང་ལ་བཙོ་ང་དེ་འཚམས་བཞག་པ་ཡིན་ན་ང་ཚོས་གི་རྒྱལ་ཁབ་ཀྱི་སྲུང་སྐྱོབ་དང་རྒྱལ་ཁབ་ཀྱི་དམག་འཐབ་དང་དེ་འདྲས་ལ་གནོད་སྐྱེལ་ས་རེད་བསམ་བློ་ཤུགས་ཆེ་ཁོག་ཆེ་བྱེད་བྱེད། Donald Trump གི་རྒྱ་ནག་ཨ་རི་མཉམ་དུ་ཚོང་འབྲེལ་མ་བྱེད་ཀ་མེད་ཀྱི་གནོད་ཤུགས་ཤིག་བྱུང་སྟེ། གནོད་ཤུགས་དེ་ག་འདྲའི་གསལ་བར་སླེབས་པ་ཡིན་ན། ཨ་རི་གྱི Jet Engine། Jet གྱི Engine། དེ་འདྲའི་བཙོང་ཡ་དེ་རྒྱ་ནག་ལ་བཙོང་ཡ་དེ་མཚམས་བཞག་པ་རེད། ད་ག་ནས་བཞིན་གྱི་གློག་ཀླད་ཀྱི Computer གྱི Chips དེ་ཚོ་ཨ་རིའི་ནང་ལ་ཤུགས་ཆེན་པོ་ཅིག་བཟོ་གྲ་མང་པོ་ཞིག་ཡོད་ཚུལ་ཙང་དེ་རྒྱ་ནག་ལ་བཙོང་ཡ་གི་མཚམས་བཞག་པ་རེད། ད་འདོད་ཀྱི་ཨ་རིའི་གི་གནོད་ཤུགས་རྒྱ་ནག་ལ་གནོད་ཤུགས་ག་ཤེད་ཅེ་རེད་ཟེར་པ་ཡིན་ན། ཨ་རིའི་ནང་ལོགས་ལ་སློབ་སྦྱོང་བྱེད་མཁན་སློབ་ཕྲུག་མང་པོ་ཞུགས་བྱེད་ཀྱི། ཁོ་རང་ཚོ་གི་ཐོངས་མཆན Visa དེ་བཀག་རེད་བཀག་བྱས་བྱས་ཐམས་ཅད་ད་ཉེ་ཆར་ད་ནང་ཁོང་ཚོ་གི་ཞིབ་འཇུག་བྱེད་ཀྱི་ཡིན་མང་པོ་བྱེད་ཀྱི་ཡིན་ལ་གནས་ཤུགས་མང་པོ་སྤྲད་རོགས། དེ་གི་རང་བཞིན་གྱི་རྒྱ་ནག་གཞུང་ལ་གནོད་ཤུགས་ཤུགས་ཆེན་པོ་ཞུ་བཞིན་ཡོད། རྒྱ་ནག་གཞུང་གནོན་ཤུགས་ཤུགས་ཡོད་ལེ། ག་ཡིན་ན་ན། མཚུངས་སུ་དེ་འཛམ་བུ་གླིང་གི Geopolitics གི་དེ་ནང་ལ་ག་རེ་ཟེར་བ་ཡིན་ན། གཅིག་ཕན་གཅིག་གྲངས་བྱེད་དགོས་རེད་མ་གཏོགས་ང་ཚོ་སྟོབས་ཤུགས་ཆེན་པོ་ཡིན་ཕ་སྟོབས་ཤུགས་ཆེན་པོ་ཡིན་ཟེར་བ་ཡིན་ན་གཅིག་གཅིག་ལ་ང་ཚོ་བསྟུན་དགོས་རེད་མ་གཏོགས་མ་བསྟུན་པ་དེ་བསྡད་ས་ཡོད་མ་རེད། རེད་བ། མ་བསྟུན་པ་དེ་བསྡད་ས་ཡོད་མ་རེད་དཔེ་ཆ་ཤར་བས་ན Tesla གི་བཟོ་གྲྭ་དེ་ཨ་རིའི་ནང་ལོགས་བཙུགས་ཀི་ཡིན་ཟེར་བ་ཡིན་ན་ག་འདྲའི་བཙུགས་ཀི་ཡིན་པས། Tesla གི་བཟོ་གྲྭ་དེ་ནང་ལོགས་ལ་ཨ་ནི།

སྒོ་མ་སྒུར་ཀ་མེད་འདུག་ཅེས་ཁྱབ། ར་རྩ་བས། ཨེ་རེད་ལྟ་བའི་སྐབས་ལ་རྒྱ་ནག་སྒོ་སྒུར་བ་འདྲ་བོ་ཡོད་རེད་ཨ་རི་ཨ་རི། Donald Trump སྒོ་སྒུར་བ་རེད་རྒྱུ་མཚན་ག་རེ་ཟེར་ན། རྒྱ་མི་མཉམ་དུ་ཁ་བརྡས་ག་ཚོད་བཅག་པ་ཡིན་ན་ཡང་ཚོང་གི་འབྲེལ་བ་བྱེད་མཁན་མང་པོ་ཞིག་ཡིན་ལ་དེ་མཐའ་མ་དེ་ལ་ཚོང་གི་འབྲེལ་བ་མ་བྱེད་ཀ་མེད་འདུག་ཆར་བ། རང་བཞིན་གྱིས་རྒྱ་ནག་ཡིན་ན་ཡང་དེ་འདྲས་ཀྱི་གནོད་ཤུགས་འོག་ལ་ཨ་ནི། དེ་ཨ་ནི་ཚོང་འབྲེལ་བྱས་འགོ་བཙུགས། ཚོང་འབྲེལ་བྱས་འགོ་བཙུགས་པ་དེ་ག་རེད་ལབ་པ་ཡིན་ན། ཨ་ནི་འཛམ་བུ་གླིང་ད་རྒྱལ་ཁབ་གཞན་པ་ལ་རྒྱ་ནག་དཔེ་ཀྱི་རྒྱལ་ཁབ་གཞན་པ་ལ་ཨ་ནི་ཁོ་རང་ཚོ་ལ་ཡོད་བྱ་རྒྱུ་གི་ད་ལྟ་རེ་ཨར་ཏི་མིན་རོལ་དེ་ཚོ་ཨ་ནི་བཙོང་གི་ཡིན། ད་བཙོང་གི་ཡིན་ལབ་པའི་སྐབས་ལ་རྒྱ་ནག་གྲུང་པོ་རོགས་ཁ་ཤས་ལ་ན་དེ་ཁོ་ཚོ་ཚང་མ་བཙོང་གི་མ་རོགས་ཁོ་ཚོས་ཁོ་རང་ཚོ་ཁོ་རང་ཚོ་ཉར་ཚགས་བྱས་ཀྱི་བེ་ཟོན་འགྲོ་ཕྱིན་རོགས་རྒྱལ་ཁབ་གཞན་པ་ལ་བཙོང་བ་ཡིན་ན་ཨ་ནི་རྒྱལ་ཁབ་གཞན་པ་དེ་ཚོ་ཁོ་རང་ཚོ་གི་ཨ་ནི་དེ་འདྲའི་ཉག་ཉག་ཆེ་ཆེ་བཅས་ཁོང་ཚོ་དེ་འདྲས་ཀྱི་རེད་ཨར་ཏི་མི་ནོལ་དེ་མང་ང་ཆགས་པ་ཡིན་ན་ཨ་ནི་ང་ཚོ་ཉུང་ཆེ་བ་ཡིན་ན་ཉེན་ཁ་ཆེན་པོ་རེད་ལ་ཆེ་ཆེ་ཁོང་ཚོ་ཆེ་རུ་བ་ད་དེ་ཚོང་འབྲེལ་བྱས་འགོ་བཙུགས་རེད་འདི་ངེད་ཀྱི་ས་མིག་མ་ལ་ཨ་ནི་ཁོ་རང་ཚོ་ལན་ཀྲིན་ལ་ཨ་ནི་ཨ་རིག་གི་སྐུ་ཚབ་དང་ད་གང་ཞིག་རྒྱ་མིའི་སྐུ་ཚབ་ཁོ་རང་ཚོ་གི་དེ་འདྲས་ཀྱི་ཐོག་ལ་ཚོང་འབྲེལ་བྱས་འགོ་བཙུགས་རེད་ད་འདོད་ཡིན་ཨ་ནི་ད་འདྲ་རེད་ས་མིག་མ་རྗེས་མ་ལ་བ། ལེ་བཟའ་མིང་མ་བྱས་མ་ལ་ཁོ་རང་ཚོ་གི་ཚོང་འབྲེལ་བྱས་ཏེ་ད་ལྟ་ཆ་ལ་འགོ་ཚུད་པའི་ཏིར་དེ་འགྲོ་སོང་ཙང་ད་འདས་ཀྱི་ངས་གནས་ཚུལ་བཤད་བསྡད་དེ་ཚོ་ག་འདྲས་ལྟ་དགོས་རེད་ཟེར་ལབ་ཡིན་ད་ཁ་ཡིན་ན་ངས་ད་ལྟ་བརྙན་ཐུང་དེ་ཚོ་བཟོས་བསྡད་དེ་ཁ་རས་ལབ་ཡིན་ན་སློབ་སྦྱོང་ར་ཡ་ཤེས་ཡོན་ར་ཡ་ང་ཚོ་རྒྱ་ནག་མཉམ་དུ་ཁ་བརྡ་བཅག་དགོས་ན་ང་ཚོ་ཁ་བརྡ་བཅག་ཐུབ་ས་རེད་དམ་མ་རེད་བས་ད་དེ་ཚོ་གནས་ཚུལ་མང་པོ་ཞུ་བྱས་ཡོད་རེད་བ་དེ་འདྲས་སོང་ཙང་དེ་ཚོའི་རིགས་དེ་ཚོ་ངས་བསམ་པ་ལ་འགལ་ཆེན་པོ་རེད་བསམ་བྱས་བྱས་དེ་འདྲས་སོང་ཙང

ཨ་ནི་ཨ་རི་ནང་དུ་བཞག་དགོས་རྒྱུ་རྒྱ་ནག་ནང་དུ་བཞག་ཆོག་མེད་ལབ་པའི་སྐབས་ལ། ཨ་ནི་ཨ་རི་རྒྱ་ནག་གཞུང་གི་རང་བཞིན་གྱི་སོ་སོའི་གྱི་ཨ་ནི་རྒྱལ་ཁབ་ནང་ལ་ཞེན་ཁོག་ལས་བྱས་ད་ལ་ཨ་ནི་རྒྱ་མི་ཨ་རི་གི་ང་ཚོ་ཁ་བརྡའི་བཅག་གི་འདུག་ང་ཚོ་རྒྱ་ནག་ལ་གནོད་བགྱིད་ཀྱི་འདུག་ལས་ཀྱི་དེ་འདྲའི་ཆ་དེ་དེ་ཨ་ནི་རྒྱ་ནག་གཞུང་གི་ག་རེ་བྱས་རེད་ལབ་པ་ཡིན་ན་ཨ་ནི་གཞུང་གི་ལས་བྱེད་ཚང་མ་ནང་ལོགས་ལ་ཨ་ནི་ལག་ཏོག Apple གྱི་ལག་ཏོག་ཁ་པར་དེ་ཚོ་བོད་ཆོས་བཏང་ཡ་མེད་པ་བཟོས་རེད། དེ་འབྲེལ་གྱི་གནོན་ཤུགས་ཤུགས་ཆེན་པོ་ཞུ་ཅི་བྱས་པ་རེད། ད་ང་ནས་ཤིང་གི་གནས་ཚུལ་མང་པོ་ཞུ་ཅིག་ད་ལྟའི་ཆ་ལ་ཨ་རི་དང་རྒྱ་ནག་གི་བར་ལ་ཕར་ཚུར་གནོན་ཤུགས་སྤྲད་དགོས་པའི་རྒྱུ་མཚན་གཅིག་ག་རེད་ཟེར་བ་ཡིན་ན་ཏྲོན་ནོལ་ཁྲེམ་གྱིས་ད་ག་རེ་དགོས་ཚོད་རེད་ཟེར་བ་ཡིན་ན་ཁོ་རང་གིས་ག་རེ་དགོས་ཟེར་ཟེར་བ་ཡིན་ན། ང་རྒྱལ་ཁབ་ཀྱི་འཛམ་བུ་གླིང་ནང་སྟོབས་ཤུགས་ཆེན་པོ་ཡིན་ལ་ནས་དེ་དེ་བྱས་བྱས་རྒྱལ་ཁབ་གཞན་པ་ནང་ལོགས་ལ་ཨང་ཅིག་བཀའ་བཏང་ཡག་གི་དེ་འདྲའི་གནས་སྟངས་ཆགས་ཀྱི་མི་འདུག། དེ་འདྲ་སོང་ཚེ་ང་ཚོ་མ་གུར་དགོས་ཀྱི་འདུག་ང་ཚོ་ཚོང་འབྲེལ་བྱེད་དགོས་འདུག་ཟེར་བྱས་བྱས།

ཨིན་སྐད་ཀྱི་ཚིག་བེད་སྤྱོད་བྱེད་དགོས་ཡ་གི་གནས་སྟངས་འདི་རིགས་ཅིག་ཆགས་འདི་ཆགས་འདི་རྒྱུ་མཚན་ག་རེ་ཟེར་ལབ་པ་ཡིན་ན་ང་ཚོ་ཚིག་ག་ཤེད་ང་ཚོ་ནམ་རྒྱུན་དུ་ཐ་སྙད་ཡོད་པ་ཡིན་ན་ཡང་ཐ་སྙད་དེ་ཚོ་ང་ཚོ་བེད་སྤྱོད་ཡང་ཡང་བེད་སྤྱོད་བྱེད་འོང་བ་ཡང་ཡང་བེད་སྤྱོད་མ་བྱས་པའི་སྐབས་ལ་ཚིག་དེ་ཚོ་ང་ཚོ་ཁ་ན་ལ་ནམ་ས་སླེབས་ཀྱི་སླེབས་ཐུ་ཡ་ག་བོ་རེད་དེ་ལས་སོང་ངའི་ངོ་ནས་བོད་བརྒྱུད་ག་རེ་བྱེད་ཀྱིན་ཡོད་ཟེར་ལབ་པ་ཡིན་ན་ངས་ཨིན་ཇིའི་སྐད་ཚིག་ནང་ལ་བོད་བརྒྱུད་བྱེད་སྐྱོད་དེ་ཚོ་ཨ་ཅེ་གང་ཐུབ་ཐུབ་བོད་སྐད་ཀྱི་ནང་ལོ་ཐ་སྙད་དེ་འདྲ་ཡོད་པ་ཡིན་ན་འདིའི་ནང་ལོ་ལ་ངས་བྱ་ཐུབ་བོད་ཀྱི་བོད་བརྒྱུད་འགྲོ་བྱེད་ཀྱིན་ཡིན་དཔེ་ཆ་ཤེས་ན་ཉེ་རྒྱ་ད་ལྟ་ང་ཚོ་རྐང་རྩེད་སྤོ་ལོ་རྩེ་བའི་སྐབས་ལ་རེད་བ་རྐང་རྩེད་སྤོ་ལོ་རྩེ་བའི་སྐབས་ལ་རྩེ་བའི་ཐ་སྙད་དེ་ཚོ་ཡོད་རེད་བ་ཟུར་རྒྱུག་ལ་ཡིན་དྲན་ར་རང་མོས་རྡོག་རྡེག་ལ་ཡིན་དྲན་ད་སྒོ་ར་བ་ལ་ཡོད་རེད་བ་ད་ཡིན་ན་དེ་ཚོ་ཐ་སྙད་དེ་ཚོ་བོད་ཆོས་བྱེད་སྒོ་སྐོར་བ་བོད་ཆོས་བྱེད་ས་དེ་ཁ་སང་རྐང་རྩེད་སྤོ་ལོ་འགྲན་བསྡུར་འདི་འདྲའི་བྱེད་པ་ལ་བོད་ཆོས་བྱེད་སྒོ་སྐོར་བ་དེ་འདྲ་གསུངས་ཚར་ང་འགྲོ་ཡི་ནས་ད་ག་རང་རེད་ད་འདས་ཀྱི་ང་ཚོ་ད་འདྲ་ཅིག་རེ་ཨར་མིནིར་ལ་ཡི་དམ་མེཐལ་ལ་ཡི་དམ་ཚོ་ཚོ་ང་ཚོ་བོད་སྐད་ཐ་སྙད་ཡོད་པ་ཡིན་ན་ང་ཚོ་ཡང་ཡང་བོད་ཆོས་བྱེད་ཀྱི་མེད་ཙང་ང་ཚོ་དོན་ཁག་པོ་ཞུ་ཡི་འདུག་ཡིན་ན་ངའི་ངོ་ནས་ཨ་ཅེ་རྣམ་པ་ཚོ་གང་ཐུབ་ཐུབ་མགོ་འཚོས་ཡ་དུ་འདག་ལ་ཨ་ནི་ངས་ཨིན་སྐད་ཀྱི་ཚིག་འདི་བོད་ཆོས་བྱེད་པ་ཡིན་ཨ་ངས་འདི་བོད་སྐད་ཀྱི་ཚིག་ནང་ལ་ཐ་སྙད་ཡོད་པ་ཡིན་ན་ངས་འདི་ནང་ལ་བཞག་ཆོག་བ་ཇི་ཞེས་ཞུ་བ་ཡིན་དེ་ལོ་སོན་ཟ་ངའི་བརྙན་ཐུང་བཟི་བ་དེ་ལ་སྙིང་ཐག་པ་ནི་ཐུགས་རྗེ་ཆེ་དེ་འདྲས་ཀྱི་འཛམ་བུ་གླིང་དང་རྒྱལ་སྤྱི་གི་གནས་ཚུལ་གང་མང་མང་སྟོན་ཐུབ་ཡ་དང་དཔྱད་ཞིབ་བྱེད་ཡ་དང་ཞིབ་འཇུག་བྱེད་ཐུབ་ཡ་གི་འབད་བརྩོན་འགྲོས་བྱེད་དུ་ཡོད་སྙིང་ཐག་པ་མཐུ་ཆེ།